ང་ཚོའི་དེ་རིང་གི་ལས་རིམ་འདི་ནང་གཙོ་བོ་དེང་སང་རྡ་རམ་ས་ལ་ལ་ལྟར་མཐོང་ཡག་གི་གནས་ཚུལ་གསར་པ་གཅིག་འདི་དཔེར་ན་ཕྱི་རྒྱལ་ནང་ཆོས་སློབ་གཉེར་བྱེད་མཁན་གྱི་མི་མང་པོ་བཅས་ཡོད་རེད་ད་འདི་ནང་ནས་མང་པོ་ཞུགས་ཅིག་ད་ལྟ་རྡ་སའི་རིགས་ལམ་སློབ་གྲྭའི་ནང་སློབ་སྦྱོང་གནང་གི་འདུག་ང་ཚོའི་མཐོང་སྣང་ལ་ཡ། ཕྱི་རྒྱལ་ནས་ཚུར་སློབ་སྦྱོང་གནང་ག་ཕེབས་པ་འདི་སྐད་དེ་ཐུན་མོང་བའི་སྐད་དེ་བོད་སྐད་རེད་ཤག་ཨིན་རྡུ་ཚན་པ་ག་རེ་བྱས་ནས་བོད་སྐད་དེ་ཐུན་མོང་བའི་སྐད་ཆགས་ཀྱི་ཡོད་མེད་འདི་ད་དུས་རབས་ཉི་ཤུ་རྩ་གཅིག་པའི་འདི་ནང་ལ་གནས་ཚུལ་གསང་བ་ཞིག་རེད་སྤྱི་བཏང་བྱས་པ་ཡིན་ན་ཐུན་མོང་བའི་སྐད་དེ་ག་དུས་ཡིན་ནའི་ཨིན་ཇི་སོར་ཆགས་འགྲོ་གི་རེད་ཡིན་པ་ཡིན་ནའི་རིགས་ལམ་སློབ་གྲྭའི་ནང་སློབ་སྦྱོང་གནང་མཁན་གྱི། ཨ་ནི་ཕྱི་རྒྱལ་སློབ་ཕྲུག་དེ་ཚོ་མང་ཆེ་དེ་གས་དེ་ཨ་ནི་བོད་སྐད་ཀྱི་སྐད་དེ་ཨ་ནི་ཁོ་ཚོ་ཐུ་མོ་བོ་སྐད་ལ་ཡང་བེད་སྤྱོད་གནང་གི་འདུག་འདི་ཅིག་གི་ངོ་མཚར་ཅན་ཞིག་ཀྱང་རེད་ཤག་ལ་ཨ་ནི་འདིའི་རྒྱབ་ལྗོངས་ཀྱི་གནས་ཚུལ་ཆེན་པོ་ཤོར་ར་ང་ཚོ་འདིའི་ཐོག་ལ་ཡང་དེ་རིང་བཀའ་མོལ་ཞུ་གི་ཡིན། ཅག་ད་ལྟ་རྒྱབ་ལྗོངས་ཀྱི་གནས་ཚུལ་བོད་སྐད་ཐུ་མོ་བོ་སྐད་ཆ་དེ་ག་འདྲ་ཡིན་མེད་དང་ཨ་ནི་ཅིག་ནང་ཆོས་ཀྱི་སློབ་གཉེར་བྱེད་སྟངས་ཨ་ནི་གར་ཕྱིན་ནང་ཆོས་ཀྱི་སློབ་གཉེར་བྱེད་ཡག་ཐག་གཅོད་གནང་ཡོད་མེད་འདི་ལྟའི་ཐོག་ལ་ཡང། བཀའ་མོལ་ཞུ་བའི་ཆེད་དུ་རྡ་ས་རི་ལམ་སློབ་གྲྭའི་ནང་ལ་སློབ་གཉེར་གནང་བཞིན་པའི་དེ་སློབ་ཕྲུག་གསུམ་དུ་དེ་འདྲ་ཞུས་ཡོད་ཕྱི་རྒྱལ་གྱི་སློབ་ཕྲུག་གསུམ་དེ་འདྲ་ཞུས་ཡོད་ངའི་གཡོན་དེ་ལ་ཡ་ཧོ་ཏི་ཐུ་ཡན་བེ་ཐམ་ནས་ཕེབས་རེད་ཁོ་རང་གི་མཚན་ལ་ཡ་བསྟན་འཛིན་པད་མ་ལགས་ཞུ་གི་འདུག་ཨ་ནི་ཁོ་རང་གི་གཡོན་ལ་ཡ་ཝེན་དྲེལ་གྷར་ནེད་ཨ་ནི། བོད་པའི་མཚན་ལ་ཡ་ང་དབང་བློ་གྲོས་ཁོ་རང་ཕེབས་ས་དེ་སྤྱི་བཏང་ཨ་མེ་རི་ཀའི་ད་ལྟ་གྲོང་ཁྱེར་ནིའུ་ཡོག་གི་ཁྱབ་ཁོངས་བུར་ཁི་ལིན་ནས་རེད་དབྱིན་པས་ནི་ཁོ་རང་འཁྲུངས་ས་དེ་དབུས་ཨ་མེ་རི་ཀའི་ད་ལྟ་ཡུལ་གྲུ་ཆུང་ཆུང་པ་ན་མ་སེད་ནས་རེད་ཨ་ནི་ཁོང་གི་ཡོན་ལ་ཡ་ད་མང་ཆེ་མཁྱེན་རྟོགས་ཁ་བ་རེད་ཁོང་སྐྱབས་མགོན་ཆེན་པོ་མཆོག་གི་ཧིན་དིའི་གསུང་རྒྱུ་ཞབས་ཞུ་བ་ཨ་ནི་ཀ་ལ་ཅཱན་དར་བོད་དུ་ཕེབས་ཡོད་རྣམ་པ་ལྷན་རྒྱས་ང་ཚོའི་ལས་རིམ་དེ་ཕེབས་པར་ཐོགས་རྗེ་ཆེ། བསྟན་འཛིན་བམ་ལ། ད་ལྟ་ངས་གོང་བར་ངོ་སྤྲོད་ཞུས་པ་ན་ཞེས་རྣམ་པ་ཚོར་བཀའ་མོལ་གནང་དུས་རེད་ད་ན་ཞེས་གཞན་དག་དེ་འདྲའི་བཀའ་མོལ་གནང་དུས་ཕྱི་རྒྱལ་གྱི་སློབ་ཕྲུག་ཡོད་པ་ཚང་མ་བོད་སྐད་ནང་ལ་རེད་དོ་ད་ནམ་རྒྱུན་ཡིན་ན། ཅིག་མི་རིགས་གཞན་དག་གཉིས་སྐད་ཆ་བཤད་དུས་ཙམ་པ་ད་དབྱིན་ཇི་མང་ཆེ་ཐུན་མོང་གི་སྐད་ཆ་དེ་ཡོད་རེད། ཁྱེད་རང་གིས་དཔེར་ན། འདི་ཨིན་ཇི་སྐད་མ་རྒྱབ་ཡ་བཙོན་དོན་གྱི་ཆེད་དུ་རེད་བོད་སྐད་ཚང་མ་བོད་སྐད་སྐྱོན་གྱི་འདུག་བོད་སྐད་འདི་ཁྱེད་རང་ལས་ཡ་གཞན་དག་དང་འབྲེལ་བ་བྱེད་དུས་རྩོམ་པ་ཐུན་མོང་སྐད་ཆ་དེ་ག་འདྲས་སུ་ཆགས་རེད། སྲིད་བློན་དང་མི་མང་ནས་ང་རྒྱ་གར་ལ་སླེབས་ནས་ལོ་ལྔ་ཕྱིན་ས་སོང་ཨ་ནི་ད་ལྟ་སྤྱི་ད་ལྟ་བོད་པའི་སྤྱི་ཚོགས་ནང་བསྡད་དེ་བོད་སྐད་དེ་འདྲ་ཐོན་ལ་སྐྱ་མོས་ཞུ་བས་ཡིན་ན་ཨ་ནི་སོ་སོ་ཡང་དེ་འཆམ་པོ་དང་མཐུན་པོ་འདྲ་པོ་དེ་འདྲ་མཐོང་གི་འདུག།
ཨ་ནི་འོན་ཀྲོ་ག་འདྲས་སུ་ཆགས་རེད།

ད་ལྟ་བོད་སྐད་མཁྱེན་པས་མ་ཚད་རྒྱ་གར་རྣམས་ཀྱིས་སྲུང་སྐྱོབ་ཤུགས་ཀྱི་ཡོད་རེད། ཁོ་ན་གཉིས་ད་ལྟ་བོད་སྐད་སྦྱང་ན་སྦྱང་ན་བཞིན་པའི་སོར་ཆུད་རེད། ཁྱེད་རང་དང་པོ་གཅིག་བོད་སྐད་དང་ནང་ཆོས་སློབ་གཉེར་བྱས་ཡ་ད་དེ་ག་འདྲའི་ཆགས་རེད། དེ
འདི་ག་ལོར་ལོ་ཉིས་སྟོང་བཞི་ཡིན་ན་ང་རེད་བ། འདི་སྐབས་སུ་ང་ཆེ་བསྡད་ཡམ་འདུག།

ད་ཡིན་ནའི་རྣམ་པ་ཚོ་ཚང་མ་རིགས་ལམ་སློབ་གྲྭའི་ནང་ལ་ནང་ཆོས་སློབ་གཉེར་གནང་དགོས་བ་རེད་ད་ནང་ཆོས་སློབ་གཉེར་བྱེད་ཡག་གི་གཞི་རྩ་གཙོ་བོ་གཅིག་དེ་ལྷག་པར་དུ་བོད་པའི་ནང་ཆོས་སློབ་གཉེར་བྱེད་ཡག་གི་གཞི་རྩ་གཙོ་བོ་གཅིག་དེ་མཚན་ཉིད་རིག་པ་སྦྱང་དགོས་བ་རེད་མཚན་ཉིད་རིག་པའི་སྦྱང་བའི་སྐབས་ལ་ཡང་ནམ་རྒྱུན་ཟ་སྐད་འཐུང་སྐད་ཀྱི་དང་གི་མ་རུ་བ་རྡོའི་རྟགས་མ་གྲུབ་ཅིའི་ཕྱིར་འདི་ལ་གཞི་ལ་བཞག་ནས་ཐ་སྙད་མང་པོ་ཤུགས་ཀྱིས་ཚང་བ་ཤེས་དགོས་བ་རུ་ས་རཱ་ལ་སློབ་སྦྱོང་བྱས་བ་ཡིན་ནའི་རྩོད་པའི། ལྟ་ཅི་སྐད་སྦྱོར་བ། རྩོད་ལྟ་བྱ་ཡག་གི་སྐད་དེ་རྦད་ལོག་གར་བ། ཡང་དེ་བོད་སྐད་ཤིང་གི་ཡུལ་ནས་ཡང་རྩོད་པ་བྱ་ཡག་སྐད་དེ་ལ་ཁག་པོ་འདི་གལ་ཆུང་ཨེ།
ང་ཆ་ཞེ་བ་ཡིན་ན་ད་ཉི་མ་ཇི་ད་ཉི་མ་ས་ར་བསྡད་དེ་ངའི་ངོ་ཤེས་པ་རིང་སུ་ཁོང་ཚོ་བོད་པ་མང་ཆེ་བ་བོད་པ་རེད་ངས་རྟག་པ་བོད་པ་གྲོགས་པོ་དང་གྲོགས་མོ་དེ་ཚོ་མཉམ་དུ་འགྲོ་གི་ཡོད་ཇི་ད་དེ་ད་བོད་ཡིག་དང་བོད་སྐད་གང་ལ་དེ་ཧུམ་ཧྲི་མང་པོ་བྱ་བྱས་ཨ་ནི་བྱས་ལ་ཡང་ནང་དོན་རིག་པ་འཛིན་གྲྭ་ལ་འགྲོ་དུས་ཡང།

དངོས་རེད་ཅེ་ནས་ལིང་ང་ཚོ་དེ་དང་པོ་སྒོས་སུ་ལྟོས་དེ་ས་ར་ལ་ང་ཚོ་དེ་དང་པོ་ང་ཚོ་དེ་རྒན་ག་རེ་ས་ང་ཚོ་དེ་སྒྲུ་གྲ་རྒན་དེ་ཤུ་བོ་ཁོང་དཔེ་ཡག་པོ་ཡོད་རེད་སྒྲུ་གྲ་སྒྲུ་གྲ་ཨ་ང་ཚོ་སྒྲུ་གྲ་དེ་རྒན་ཨ་ནས་བྱས་སང་ཁོང་དེ་ག་རེ་ས་ང་ཚོ་དེ་དག་སེན་ད་ཡང་གི་སྒྲོག་ཐང་དེ་དཔེ་ཡག་པོ་ང་ཚོ་དེ་བྲིས་གི་ཡོད་རེད་ས་ནས་བྱས་སང་ང་ཚོ་དེ་དཔེ་མགྱོགས་པོ་དེ་ག་རེ་ས་དེ་གོམས་གཅིག་དེ་བྱ་སོང་ག་རེ་ས་ན་ཁོང་དེ་སྒྲོག་ཐང་དེ་དཔེ་མི་སྲིད་ག་རེ་ས་མིག་སེར་མ་རེད་གཅིག་ཅེ་ན་མིག་སེར་རེད་ད་ཧ་མ་སོང་དེ་ལོག་སྤྱོད་དེ་ཁོང་ཚོ་དེ་ག་རེ་བྱས་ཡོད་མེད་ན་ངས་དངོས་ནས་ཧ་གོ་ཡི་མེད།

ཀྱི་དུས་དང། སློབ་སྦྱོང་བྱས་པ་འདིས་སྐྱབས་མགོན་གྱི་གསུང་རྒྱུན་ཞུ་ཡ་དེ་སྤེལ་ཚད་མཐོ་པོ་རུ་ཨ་འདིར། ཡིན་དུས་བརྩམས་པ་ཡང་འདི་འད་ཀྱི་ཐོག་ལ་ཐོག་མར་གསུང་རྒྱུན་ཞུ་ཡ་འགོ་ཚུགས་དུས་བརྩམས་པ། ཅིག་ཧིན་དི་ནང་ལ་གསུང་རྒྱུན་ཞུ་ཡ་འགོ་ཚུགས་དུས་བརྩམས་པ་ཁྱེད་རང། དཀའ་ངལ་ཅིག་ག་རེ་བྱུང་ཡོད་དམ་དཔེར་ན་ཕྱོགས་གཅིག་དུས་སུ་ཁྱེད་ཚ་བོ་རེད། ནང་ཆོས། རྒྱ་གར་ནས་དར་བ་འདི་ད་རྒྱ་གར་མི་རིགས་ལ་ཕ་ཡང་སྐྱེས་གཞན་དག་ཅིག་བརྒྱུད་ནས་ཡང་སོ་སོའི་སྐྱེས་དེ་ན་ཕ་བརྒྱུད་དགོས་བོར་ཕྱོགས་གཅིག་ནས་བལྟས་དུས་རྩོམ་པ་ཨ་དེ་རང་བཞིན་སོར་བཅད་རེད་དེ་ཡང་ཕྱོགས་གཞན་པ་ཞིག་བལྟས་དུས་རྒྱ་གར་ནང་ལ་སངས་རྒྱས་ཀྱི་བསྟན་པ་ནུབ་ནས་བརྒྱུད་རིང་པོ་ཞིག་འགྲོ་བར་ད་སླར་སོ་སོར་བཅད་དུས་ཚོད་ཡོད་དུས་རྩོམ་པ་འདི་ནང་ལ་ད་དུས་སྐབས་འདི་གང་ལ་ཁྱེད་རང་གི་ཕྱག་ལས་དམིགས་བསལ་བྱོས་རེ་ཡིན་དུས། དང་པོ་ཐོག་གསུང་བརྒྱུད་ཞུ་དུས་རྩོམ་པ་ཁྱེད་རང་ལ་དཀའ་ངལ་ཆེ་ཤོར་ཟེར་ག་རེ་བྱུང། ད
དཔེར་ན་རྒྱལ་བ་རིན་པོ་ཆེ་གིས་ང། གསུང་གི་རེ་སོའི་ངོ་ལ། ཧིནྡི་ཨིན་ཇི་ནས་ཧིནྡི་ཐོག་ལ་ཐད་མང་པོ་ངང་འགྱུར་ཡོད། སློབ་གྲྭ་ཐད་དང་ང་ཚོ་ཕ་གི་སློབ་གྲྭ་ཡོད་རེད་བ་འདི་བྱས་འདུག་འདི་མ་ཡིན་པ་ང་པཱ་ལི་སྦྱང་མྱོང་ཡོད་རེད་བ། ཨ་པཱ་ལི་དང་སངས་སྐིར་སྦྱར་ན་ཅུང་ཉེ་བར་འདུག་ང་སངས་སྐིར་དང་སྦྱང་ཡིན་པཱ་ལི་ཡང་སྦྱང་ཡིན་པ། ད་ཐ་སྙད་འདི་ད་པཱ་ལི་ཡང་ན་སངས་སྐིར་གང་རུང་ང་ཚོ་རྒྱ་གར་དུ་ཕེབས་རྗེས་བཏང་བ་རེད། འདི་མ་གཏོགས་ཐ་སྙད་ཁོ་ན་ཐག་རིང་པོ་ཞིག་འགྲོ་ཡ་ཡོད་མ་རེད་བ། ད་ཧིནྡི་དང་པཱ་ལི་དང་སངས་སྐིར་དཔལ་དུ་སྦྲེལ་དུ་ཡོད་རེད་བ།

སྐད་ཡིག་ནང་ལ་ག་རེ་བེད་སྤྱོད་བཏང་གི་ཡོད་ད་ལམ་སང་ཡོད་ང་ཚོ་འདི་ལས་ཡོང་གི་འདུག་ད་དཀའ་ལས་ད་གང་ལྟར་འདི་རྒྱལ་བ་རིན་པོ་ཆེ་གི་གར་ལོག་པར་ད་སྐད་སྒྱུར་བྱེད་དུས་སྐབས་སུ་ཡང་ལས་སླ་པོ་ཡོད་མ་རེད་པ། རྒྱལ་བ་རིན་པོ་ཆེ་གི་གསུང་གནང་དུས་སྐབས་སུ་ད་བརྗོད་བྱ་གཅིག་ལ་ཕེབས་གི་མ་རེད་པ། ལམ་སང་ཡང་སྐབས་རེ་ག་རེ་ཡབ་མ་ཚན་རིག་སྐོར་སྐབས་རེ་ཡང་ངག་དང་སྐབས་རེ་རྡོ་ཕྱོགས་དང་ཨ་རེ་སྤྱིར་བཏང་གི་ད་འདི་དཀའ་ལས་ཁ་ཤོ་རེད། དང་པོ་དེ་ལོ།

ཆེན་པོ་དང་འདུལ་བ་དང་ལྟ་དགུ་བ་མར་དང་གཞུང་བཀའ་པོད་བཞི། ཕྱག་བཞག་པའི་ན། མཚན་མ་ཕར་ཕྱིན་དབུ་མ། འདི་ཚོའི་ནང་ལོགས་ནས་ཁྱེད་རང་ལ་ཡང། སོ་སོའི་འདོད་མོས་ཆེ་ཤོས་ཡོད་ས་དེ་ག་རེ་གང་འདོད། དག་དེ་དང་དག་དེ་ཡིན་ཡང་བར་ཆད་འདི་འཕེལ་དཀའ་བོ་ཡོད། གར་ཆད་ནི།
གར་ཆད་ན་དེ་བར་ཆད་ནང་ལ་དེ། ང་ཚོ་དེ་ག་རེ་ས་དེ་སངས་རྒྱས་ཀྱི་དགེ་བ་གྱི་འགྲོ་སྟངས་དེ་ག་འདྲས་ཡོད་རེད་དེ་ཐུན་མོང་དེ་ག་འདྲས་ག་རེ་ས་དེ་ག་རེ་ས་ག་འདྲས་བག་གྲངས་དེ་ས་མ་དེ་བག་གྲངས་དེ།

ག་ས་འདུག་བསམ་བློ་བཏང་སྟེ་སྒོམ་འདྲ་དང་གོ་ཚོད་དེ་ཡིག་ཆ་ཡིག་ཆ་འདྲ་པོ་དེ་བྱེད་དགོས་རོགས། འཛམ་བུ་གླིང་སྤྱིའི་འགྲོ་སྟངས་བསམ་བློ་བཏང་པས་ན། Central America དབུས་ཨ་མེ་རི་ཀ་ནས་སྐད་སྐྱོགས་པ་ན་མ Island ཆུ་ཆུ་བཅས་ཀྱི་མཚོ་གླིང་ཆུང་ཆུང་བཅས་ཀྱི་མི་བྱེད། Brooklyn ཆ་བོ་ཆགས་ཤ་ཡིན་ན་ས་ཆ་འཁྲུག་པོ་བྱེད་བྱེད། འདི་གང་ལ་མི་རིགས་ཆགས་ཤ་མིན་ན་མི་རིགས་ནག་པོ་རོ་སྙེ་མ་སློབ་སྦྱོང་བྱེད་མཁན་ཉུང་ཉུང་རེད་ད་ང་ཚོ་འདི་མི་རིགས་དབྱེ་འབྱེད་བྱེད་ཀྱི་མེད་ད་སྤྱི་བཏང་དངོས་ཡོད་གནས་ཚུལ་དུ་མཐོང་ན་རོ། ག་འདི།

སྐད་ཆ་འདི་འདྲ་གཅིག་གི་ནང་ལ་དེ་ཐེངས་གཅིག་ང་ཚོ་དེ་དུ་བ་ཡོད་རེད་ང་ཚོ་དེ་ཕན་ཚུན་ཁོ་ན་ཨ་ནི་ང་ཚོ་དེ་གམ་པ་གཅིག་དེ་ང་ཐུག་གི་རོ་ཨ་ནི་གང་ཚོད་ཁོང་ངས་ན་ཁོང་གི་ང་ལ་ཨ་ནི་དེ་འགྲོ་སྟངས་དེ་ག་འདྲས་བྱས་ཡིན་མིན་ཁོང་ང་ལ་རེ་ལབ་སོང་དེ་ལས་ཐོག་ནས་བོད་ཡིག་སྦྱངས་ནས་དེ་ཡིན་རེད་ཨ་ནི་དེ་དེ་དུས་བསམ་པ་ང་དེ་ལོ་དང་མ་རོ་ང་དེ་མཐོ་སློབ་ནང་ན་ལོ་བཞི་དུ་ལོ་དང་མ་རོ་ཨ་ནི་ལོ་དང་མ་དེ་དེ་དུས་ང་དེ་ང་ད་ལྟ་དེ་བོད་ཡིག་སྦྱངས་ཡག་གི་ཡིན་གི་ཞུ་བ་མང་པོ་ཡོད་རེད་ཨ་ནི་ང་དེ། གང་འདི་ཀྱི་ཡ་གེ་འགྲོ་ཐུ་བས་རེད། ཨ་ནི། ངས་ཀྱི་ག་རེ་ས་འདི་དུས་ང་འདི་ག་རེ་ས་ཨེ་རྒྱབ་ཀྱི་སྐོར་ལ་འདི་སློབ་སྦྱོང་སྦྱང་གི་ཡོད་རོགས། ཨ་ལེ། ཨ་ནི་ངས་འདི་དགེ་རྒན་ཚོ་ཁོང་གི་ང་ལ་འདི་གཅིག་བྱས་ན་ཁྱེད་རང་རྒྱབ་ཁྱག་འདི་ལག་ག་རེ་ས་དང་བླངས་འདི་བྱེད་དགོས་རེད། ཨ་ལེ། ཨ་ནི་བྱས་ས་ང་འདི་ཐོ་ལོ་དང་པོ་ལས་དུས་ང་འདི་དང་བླངས་བ་བྱས་རོགས། ཨ་ནི་དང་བླངས་བྱས་ནས་རྒྱལ་བ་རིན་པོ་ཆེ་ཀྱི་གསུང་ཆོས་འདི་མང་པོ་མཁྱེན། ཨ་ནི་རྒྱལ་བོ་རིན་པོ་ཆེ་གིས་གཟུངས་བཅོལ་དེ་མང་པོ་ཉན་ནས་ང་འདིའི་ནང་ཆོས་རྒྱང་གི་སྙིང་ལ་སོང། བླ་བྲ་ལ་ཡོད་དུས་ད་ལོ་བཞི་པ་སླེབས་དུས་ཙམ་པ། དེ་ལོ་བཞི་པ་མ་ལ་ལོ་དང་པོ་གཉིས་པ་སླེབས་དུས་ནས་མ་འོངས་པ་འདི་བྱེད་གོ་བསམ་བསམ་བྱེད་ཡོད་རེད་ཁྱེད་རང་ཨེ་ཤེ་ཡ་གི་ཤེས་ཡོན་ཐོག་སློབ་སྦྱོང་བྱེད་ཀྱི་ཡོད་སོང་ཟེར། ནང་པའི་ཆོས་དང་མ་ཐུག་གོང་ལ། མ་འཕྲད་གོང་ལ་ག་རེ་བྱེད་བསམ་བསམ་བྱེད་ཡོད། ཨ་ད་དེ་ལྟ་དཀའ་པོ་འདུག་གལ་སྲིད་ན། དང་པོ་ནི་བོད་ཡིག་གི་སྐོར་ལ་དང་བོད་དཔེ་ཀྱི་སྐོར་ལ་དང་སྐད་ཆ་ཆབ་སྲིད་དང་ཤེས་ཡོན་ཚང་མ་དང་ནི་ལོ་རྒྱུས་ཤེས་ཡོན་མེད། ནི་བྱས་ཙང་དེ་དང་པོ་དེ་ཐེས་དེ་སྒྲུབ་སྟངས་དེ་ག་འདྲས་བྱས་ཡོད་མེད་དེ་ངའི་རོགས་པ་ཚོ་ཁོང་ཚོ་ང་ལ་དེ་འདྲ་བཤད་རྒྱག་རོགས། ནི་དེ་མ་གཏོགས་ནི་ག་རེ་ས་དེ་མ་གཏོགས་དེ་ཞེ་ད་དེ་ལ་ཁོམ། མ་རེད་སོ་སོའི་མི་ཚེ་སྐྱེལ་ཡག་གི། ཨོ་རེད་ཨ་ཧ། མ་རེད་དེ before ཁྱེད་རང་གི་དེ Bachelor མ་ཚར་གོང་ལ། ལོ་བཞི་པ་མ་ཚར་གོང་ལ་དུས་དུས་མི་ཚེའི་དམིགས་ཡུལ་ག་རེ་ཡོད། ཐོས་པ་དང་མ་ཐོས་པ་ཁྱད་མེད་པས།
ཨ་ལས་ལས། ཨ་ལས་ལས། སྤྱིར་ན་དེ་བསྟན་འཛིན་པ་ལགས་ཁྱེད་རང་ཆ་ནས་ཝེ་ཏི་ནམ་དེ་ནང་པའི་ཡུལ་གྲུ། དེའི་ནང་ནས་ཐེག་པ་ཆེན་པོའི་ཆོས་དར་ས་རེད་བ། རེད་དེ་ད་ཡང་ཅིག་གི་ཕྱི་ནང་གི་གནས་ཚུལ་མང་པོ་ཅིག་གི་ཐོག་ནས་སྤྱི་བཏང་མི་ནང་པ་ད་མང་པོ་བཞུགས་ཅིག་ཡོད་རེད་བ་ཝེ་ཏི་ནམ་ནང་ཡོད་རེད་ནས་ད་ཆབ་སྲིད་ཀྱི་འཕོ་འགྱུར་མང་པོ་བྱུང་ཡོད་རེད། ཅིག་གི་རིག་གཞུང་ཐོག་ལས་ཉམས་ཉེས་ཆེན་པོ་བྱུང་ཡོད་རེད་བ། མིའི་སྐད་ཆ་ཁྲིད་ཚེ། ནང་ཆོས་སློབ་སྦྱོང་བྱེད་མཁན་ཡིན་ན་བེད་གཏམ་ལ་མ་ཞུགས་པ་ཆེད། རྒྱ་གར་ལ་གར་ཕྱིན་ནས། བོད་པའི་སྤྱི་ཚོགས་ནང་ལ་གར་ཕྱིན་ནས་སློབ་སྦྱོང་བྱ་དགོས་རེད་བསམ་བསམ་བྱེད་དགོས་རེད་བ། ག་འདྲས་བྱུང་བ་རེད་འདིར་ལོ་རྒྱུས། བྱེད་སྟངས་དང་དང་པོ་ང་རྒྱ་གར་ལ་བོད་བྱང་ཡ་སླེབས་སྐབས་དེ་དང་པོ། མ་འོངས་པ་ལ་གཞུང་ཆེན་མོ་ད་ཡག་དེ་འདྲ་མིག་ཟུང་བཟུང་མེད། ང་དང་པོ་ངས་བསམ་བློ་ད་རྒྱ་གར་ལ་བོད་དང་བོད་པའི་རིག་གཞུང་དེ་འདྲ་དུ་སྦྱང་ངོ་བསམ་འདིའི་གོང་ལ་བོད་པའི་བླ་མ་དེ་འདྲའི་རྗེས་ཡོད་རེད། བུ་ཡིས་སྦྱང་དགོས་བསམ་ཡག་གི་ཀུན་སློང་ལས་འཆོར་བ། ཚེ་དང་སྨིན་མ་ང་ཚོ་མཐོ་རིམ་སློབ་གྲྭ་ལ་བྱང་སྟེ། གོ་སྐབས་ཡག་པོ་བྱུང་དུས་ཡང་ནི་བོད་པའི་བླ་མ་ཁ་ཤས་དེ་འདྲ་བྱེད་མྱོང་ཡོད། ཨ་ནི་ཁོང་ཚོའི་གི་ནང་ཆོས་གསུང་སྟངས་ཡིན་ན་རེད་ཨ་ནི་ཁོང་ཚོ་གི་རིག་གཞུང་གང་ལ་ཡིན་ན་རེད་དེ་དོ་སྣང་ཆེན་པོ་སླེབས་སོང། འོ་དེ་བྱས་ལ་ངས་ང་མཐོ་རིམ་སློབ་གྲྭ་ཐོན་ཚད་ནས་ཡང་ནི་ངས་བསམ་བློ་ད་གི་སྲིད། བྱུང་བ་ཡིན་ན་བོད་ཡིག་དང་བོད་པའི་རིག་གཞུང་མེད་ན་དེ་སྐོར་ལ་བྱང་ཐུབ་པ་ཡིན་ན་དཔེ་ཡག་པོ་ཡོད་རེད་བསམ་ནས་ཨ་ནེ་རྒྱ་གར་ལ་སླེབས་རྗེས་ཨ་ནེ། ད་མོ་ངའི་དམིགས་ཡུལ་འདི་ལོ་གཉིས་མ་གཏོགས་བསྡད་མེད། ཨ་ནེ་འདི་བྱས་ལ་ཡང་ག་ཚོད་མང་བ་བསྡད་ན་དེ་ཚོད་སྐྱིད་རུབ་སྐྱིད་རུབ་འགྲོ་གི་ཡོད་རེད་ཨ་ནེ་འདི་བྱས་ལ་བོད་ཡིག་དང་བོད་སྐད་ཏེས་ཏེས་ཡག་པོ་ཤེས་འདུག་ཨ་ནེ། ན་སྐུ་མདུན་གྱི་གསུང་ཆོས་ཞུ་རྗེས་ཨ་ནེ་སྐུ་མདུན་གྱིས་རྟག་པར་གསུངས་པ་ནང་བཞིན་གལ་སྲིད། ནང་ཆོས་གང་ལ་སློབ་སྦྱོང་བྱས་ན་རེད་ཉམས་ཞིབ་བྱས་པ་ཡིན་ན་ཨ་ནི་བོད་ཡིག་ད་ལྟ་བོད་ཡིག་དང་བོད་སྐད་གང་ན་སྦྱང་ན་ཡག་ཤོས་རེད་གསུང་གི་འདུག་ར་ལ་དེ་དུས་ཡང་ངའི་རྒན་རྣམ་པ་ཚོ་ཡོད་ལ་བཀའ་དྲིན་ཞུ་དུས་ཡང་རྒན་ཀུན་ཚོ་གི་ཁྱེད་རང་ད་ལྟ་བོད་ཡིག་དང་བོད་སྐད་རེད་དུ་སྟོད་བཞིན་ཡོད་རེད་ཨ་ནི་མི་དེ་ནས་གཞུང་ཆེན་མོ་དེ་འདྲ་ལྟ་ཐུབ་པ་ཡིན་ན་དཔེ་ཡག་པོ་ཡོང་གི་ཡོད་རེད། ད་ལྟ་འཛིན་གྲྭ་ག་རེད།
ང་ད་ལྟ་དཔའ་སྤྱིན་ལོ་རིམ་གཉིས་པ།

དཔེར་ན་སོ་སོ་སོ་སྒེར་ལ་ཆ་བཞག་ན་དཀར་ལ་ཤ་ཁང་ལ་རྟགས་གསལ་བཏང་ཡག་གི་སྲོལ་འདི་ཡང་ཐུན་མོང་མ་ཡིན་པར་བོད་པའི་དེ་ནང་ཁ་ཚ་དེ་བོད་བརྒྱུད་ནང་བསྟན་ལ་མ་གཏོགས་ཡོད་མ་རུང་བ་སློབ་སྦྱོང་བྱས་ཡག་དག་རང། འདི་གི་གཅིག་དཔེ་ཆ་སློབ་གཉེར་བྱས་པ་འགའ་ལ་ཕན་ཐོགས་དམིགས་བསལ་ག་རེ་ཡོང་གི་ཡོད་ན། འོ་དེ
ག་ལ་བར་མེད་ངས་ད་ལྟ་བར་དུ་མཐོ་སློབ་དང་དེ་འདྲའི་ཆ་ཚང་སློབ་སྦྱོང་བྱས་ནས་རྫི་ས་ར་ཀོ་ལེ་ཇ་དང་ཨའི་བྷི་ཏི་ར་ལས་ཡིན་པ། ཁྱད་པར་ཆེན་པོ་ཟེར་བུ་འདུག་ག་འདྲས་སུ་རེད་ཟེར་ན། ཕ་གི་དེ་ང་ཚོ་རེད་རེད་ལབ་བསྡད་གོ་རོགས། ཨོ་ད་རང་རེད་རྒན་གྱིས་གཅིག་གསུང་ཨ་ནི་ཕ་གིས་གཅིག་དེ་དཔེ་ཆ་སོ་སོ་ཀློག་ད་རང་རེད་བསམ་འགྲོ། ཡིན་ན་ཡང་འདི་ཐུན་མོང་མ་ཡིན་པ་རེད་ས། གན་ཟེར་ན། དེ་ང་ཚོ་འདི་ག་ལོ་ར་འདི་ག་རེ་ཆེན་རེད་ཅི་ཆི་ལ་ཡ་འདི་རོ། དེ་སྔོན་ནས་འདི་ནི་རེད་བས་འདྲ་བོ་ཁ་བ་ཁ་བ་འབྱུང་མ་འབྱུང་རོ། ཨ་ནི་ད་དེ་ཡང་བཞི་ཡོད་རོ་ད་འཁོར་གསུམ་ལ་ཡ་དང་ཨ་ནི་ད་མ་འགྲོ། ད་དུས་ཕ་གིའི་སློབ་སྦྱོང་བྱེད་དུས་སྐབས་སུ་ཕལ་ཆེར་རྒྱ་མོ་ལོས་ལ་སློབ་ཆེན་ག་རེ་ཡིན་ན་སློབ་གྲྭ་ག་བ་ཡིན་ན་འདི་འདྲ་ཞིག་ཡོད་མ་རེད་པ། ད་དུས་བྱས་ན་སོ་སོར་ལྟར་ལོག་ལ་རིག་པ་འཕེལ་ཡ་ལམ་སང་འཚོལ་ཡང Decision ལེན་ཡ་ཨོ་དེ་གལ་ཆེན་འདི་གར་ལོག་རེད་ད་འདི་དཔེ་དེ་འདི་རེད་ད་འདི་གལ་ཆེན་པོ་ལ་གོ་རེད་བས་ཡིན་ན་འདི་ང་ཚོ་ཕན་ཐོག་ཆེན་པོ་རེད། སོ་སོ་སོར་རིག་པ་དེ་ཁྲུང་པོ་བྱ་ཡ་སྐད་ཆ་རེད་པ། མི་སེམས་དར་ལ་མགོ་སྐོར་བཏང་ཡ་ཚགས་སྤྲད་ཡ་སྐད་ཆ་ཁེ་མ་རེད་པ། འདི་རེད་མོ་འདི་གལ་ཡོད་མ་རེད། ཡིན་ན་དངོས་གནས་དྲ་ནས་བསམ་བསམ་བློ་དང་འདི་གར་ལོག་ར།

ནུབ་ཕྱོགས་ནང་སློབ་སྦྱོང་འབྲེལ་ཐག་བྱས་རོགས་པུ་གུ་ཤུན་ཆོས་ག་ནས Critical Thinking ཅིག་སོ་སོ་སོ་སོའི་བསམ་བློའི་རྩལ་བཏོན་བྱས་བསླབ་ཡ་འདི་ལྟའི་ཁྱད་ཆོས་ཡོད་རེད་རྒྱ་གར་དང་བོད་པའི་སྤྱི་ཚོགས་ནང་སྤྱི་བཏང་ཤེས་ཡོན་སྤྲད་སྲོལ་ཤེས་ཡོན་སྤྲད་ཕྱོགས་འདི་དགེ་རྒན་གྱི་མ་བསླབ་ངག་ལ་སེམས་འདི་འདི་བྱས་མང་པོ་ཡོད་རོགས་ཡིན་ནའི་ནུབ་ཕྱོགས་ནང་ལ་ཡང་ལྷག་པར་དུ་ཨ་མི་རི་ཀའི་ནང་ལ Critical Thinking ཟེར་བ་འདི་དང་པོ་ནས་ཡང་བསམ་བློའི་ཅིག་སོ་སོའི་ནུས་པ། སྤོང་བྱེད་སྒེར་སོ་སོའི་བསམ་བློ་ནུས་པ་སྤོང་བྱེད་བཀྲིས་དེ་རྩོད་པའི་སྐད་ཆ་མ་རེད་དེ་འདྲས་ཡིན་དུས་བསམ་པ Critical Thinking དེ་ཡང་ཏེ་རྩོད་པ་འདྲ་བོ་ཡོད་རེད་བརྟག་དཔྱད་སོ་སོས་དཔྱད་པ་བྱས་ཡིན་དུས་ཡང་འདི་འདྲས་ཀྱི་ཐོག་ནས་ཁྱེད་རང་ཅིག་གིས་མཚན་ཉིད་རིག་པ་སྦྱང་དུས་བསམ་པ་ཨོ་འདི་སྙེ་མ་སོ་སོ་སྦྱངས་པ་དེ་གིས་ཕན་ཐོགས་ཡང་མེད་ན་དེ་མཚན་ཉིད་རིག་པ་སྦྱང་ཡང་དེ Critical Thinking ཐོག་ལ་ཕ་ཕན་ཐོགས་ཡོད་དེ་མཐོང་བཟོད་མཁན། དེ་གཉིས་ཀ་དེ་ཕན་ཐོགས་ཡོད་རེད་ངས་བསམ་པ་ལ། དང་པོ་དེ་དག་སེ་ཐང་ན་དེ་དཔེ་ཡག་ག་རེད་སྐད་ཚེ་ན་དེ་ཀེ་རི་ཀོ་ཏེན་ཀེ་ང་ཚོ་དེ་ནང་རྒྱུན་ཀེ་རི་ཀོ་ཏེན་ཀེ་དེ་ནང་ལ་དེ་ང་ཚོ་དེ་བཟོད་པ་རྒྱག་དེ་ཞེ་ཐག་ཡོད་མ་རེད་ཨ་ནི་ཁོ་ཚོ་དེ་སོ་སོ་ཀེ་དགག་པ་དགག་པ་རྒྱབ་སྟངས་དེ་གཅིག་པ་མ་རོ་ང་ཚོ་དེ་དག་སེ་ཐང་དུ་ང་ཚོ་དེ་མི་མི་འདྲ་བ་དེ་དག་སེ་ཐང་ཡོད་ར་ནི་གལ་སྲིད་ང་དེ་ཨ་ལས་ང་དེ་ལན་དེ་བ་དེ་ད་ལྟ་དེ་ཨ་ཞེན་གི་ཡོད་དེ་ང་དེ་ནོར་རེད་མ་རེད་ང་དེ་མ་ནོར་བ་རེད། ཨ་ནི་མི་གཞན་པ་དེ་ཨ་ལས་ཁྱེད་རང་འདི་ནས་འདི་ཡག་པོ་མི་འདུག་ཁྱེད་རང་འདི་སྡུག་བསམ་བློ་བཏང་ཡས་རེད་ཨ་ནི་དེ་གཞན་པ་དེ་བསམ་བློ་བཏང་ཡས་རེད་ཨ་ནི་ང་ཚོ་དེ་བསམ་བློ་བཏང་ད་ལྟས་ཀྱི་སྐད་ཆ་རྒྱ་ཆེན་པོ་དེ་བྱས་རོགས་ཨ་ནི་དེ་དབང་པོའི་སྐད་ཆེན་པོ་རེད་ང་ཚོ་དེ་ཁྱོད་རེ་སྐུ་རྟེན་ཁེ་འདི་ནང་ལ་དེ་ཡང་ཡོད་རེད་ཡིན་ནས་འགྲོ་སྟངས་དང་ངའི་བསམ་པ་ལ་དེ་ད་ལྟ་དེ་ང་ཚོ་སེམས་ནི་དག་སེ་དང་དག་སེ་འགྲོ་སྟངས་དེ་རོགས་ང་ཚོ་དེ་ལབ་སངས་དེ་ནོར་དེ་ག་བ་ཡོད་མེད་དེ་ལམ་སངས་དེ་ལམ་སངས་དེ་ང་ཚོ་ཧ་གོ་ཡས་རེད།

ཡིན་པས་ཡིན་ནས་ནང་ཆོས་སྦྱངས་ནས་ད་འདི་སངས་རྒྱས་གོ་མ་ཐོབ་ལ་ད་ཐག་རིང་པོ་སྐད་ཆ་གི་རེད་མི་འདི་ཁོ་རང་ག་ཚོད་སྨོན་ལམ་གཅིག་རེད་རོ་སྨོན་ལམ་གཅིག་དང་དམིགས་ཡུལ་མཐར་ཐུག་གི་ད་བསྒྲུབ་བྱ་ཡོད་པའི་རྒྱུ་མཚན་གི་ཐོག་ནས་ད་ཕར་ཕྱིན་ཟིན་ངེས་རོ་ཚང་མ་རེད་དེ་ཡིན་པས་ཡིན་ནས་སོ་སོའི་མི་ཚེ་ནང་ལ་ནང་ཆོས་ལོ་གཉིས་སློབ་སྦྱོང་བྱས་ཡོད་ནས་ལོ་ལྔ་སློབ་སྦྱོང་བྱས་ཡོད་ནས་ཁྱེད་རང་ཕན་ཐོག་ག་རེ་བྱུང་ཡོད་ན་ནང་ཆོས་ཀྱི་སོ་སོར་ཕན་ཐོག་ག་རེ་བྱུང་ཟེར་ཁེབས་སང། ཕྱི་ནང་ལ་ཁེ་བཟང།
ང་ལ་ཕྱི་ནང་ནང་ཆོས་ཚང་མ་སྦྱང་གི་ཡོད་རེད་དེ་ཡིན་ན་ད་ལྟ་ལོ་རིམ་གཉིས་པ་མ་གཏོགས་བྱུང་ཡོད་མ་རུང་ཡིན་ནའི། ད་ལྟ་ང་སོ་སོ་བལྟ་བ་ཡིན་ན། སྔོན་མ་ལོ་ལྔའི་སྔོན་ལ་ང་རྒྱ་གར་ལ་སླེབས་ཡ་དང་ད་ལྟ་ང་དེ། ཤི་བ་ཞིག་པོ་འདུག་དེ་དང་བསམ་བློ་བཏང་སྟངས་ཡང་ལས་ཐབས་མི་འདྲ་འདུག་སྔོན་མ་ཡིན་ན་ནང་ཆོས་དང་འགྲན་ཡོད་མ་རུང་ལ་ཡིན་ནའི་ད་ལྟ་བསམ་བློ་གཏོང་སྟངས་དེ་ད་ལྟ་ནང་ཆོས་ཡི་སྒང་ལ་ཡང་འགྲོ་ཡ་ཏེ། འགྱུར་བ་འགྲོ་ཡི་འདུག།
ཐུན་ཐུན་ཆུ་སོང་དང་ཁྱང། ཨ་ནི་ང་འདི།
དེ་ག་ས། ཁེ་ཕན་གཙོ་བོ་དེ། ང་ཚོ་དེ་ངེད་ཀྱི་ནང་ལོགས་ལ་ཀྱི་བསམ་བློ་དང་ཏང་དང་ག་རེ་ས་སེམས་དེ་འགྱུར་བ་དེ་བེད་ག་རེ་ས་དེ་ཕན་ཐོགས་ཆེན་པོ་ཡོད་རེད་ག་ས་ན་ངོ་མ་ང་དེ test ག་རེ་ས་དེ་ལས་སླ་བོ་དེ་ཁོང་ཁྲོ་ལའང་ཡོད་རོགས་ཨ་ནི་ད་ལྟ་དེ test དེ་བཟོད་པ་དགོངས་ཡ་དང་དེ་མང་པོ་ཕན་ཐོགས་ཡོད་རེད་ལ་བར་དུ་ང་ཚོ་དེ་དག་སེ་དང་དུ་དེ་མི་མང་པོ་དེ་མི་འདྲ་བ་དེ་བསམ་ས་ན་དེ་འདྲ་མི་འདྲ་དེ་ག་གལ་ཆེ་ཤེས་ཡོད་རོགས་ཨ་ནི་ཁོང་ཁྲོ་མ་ལའི་ལངས་ཁོང་ཁྲོ་མ་ལའི་ཆེད་དུ་དེ test

ཟིན་གྱི་ཡོད་པ་འདི་ཡམ་དུ་སོ་སོ་གི་སྐད་ཡིག་ད་ཕལ་ཆེར་ལོ་གཉིས་སྟོང་ལྔ་ནས་ལོ་ལྔ་ཡི་ཐོག་ང་ཕྲུག་ཕལ་ཆེར་ད་སྐད་སྒྱུར་བྱས་ཡ་དེ་ང་ལོ་གཉིས་སྟོང་བཅུ་གཉིས་ནས་སྒུར་བྱོས་ཡིན་ད་ལྟ་བར་དུ་ད་ད་ད་བུ་མང་པོ་མི་ཕན་གྱི་འདུག་ཨ་ད་འདི་ངས་བསྒྱུར་ནས་མི་ཕན་ཡ་དང་འདི་རེ་རེད་ད་སོ་སོར་ཁ་བྲལ་འབྱུང་བ་ཡིན་ན་ཨ་གུ་མ་སོང་བ་ད་གི་ཁང་ཐོབ་ཐོབ་མི་མང་པོ་ཡོང་གི་འདུག་ད་ག་དེང་སང་ད་རྒྱལ་བ་རིན་པོ་ཆེ་སོགས་ཉན་ཉན་ཡ་ན་ག་ད་ནི་མདོར་ན་ཡིན་ན་ཡང་མང་དུ་མང་དུ་འགྲོ་གི་འདུག།